ཨ་ནེ། ད་ལྟའི་སྨོན་ལམ་ཚིག་མཛོད་ཆེན་པོ་རྩོམ་སྒྲིག་བརྙན་ཕྱིས་ཀྱི་བདག། སྒྲོམ་གཞི་ཁོ་རང་ངོ་སྤྲོད་ཞུ་ཡ་བྱེད་ཡོང་དུས་རྩ་བའི་གི་དེ་ལ་ཡ་བདག་གོ་སྒྲོམ་གཞི་གཅིག་དེ། འདི་གི་འདི་གི་རིམ་པ་ད་གང་གི་དཀར་ཆག་གི་འགྲོས་སྟངས་ཀྱི་རིམ་པ་གཅིག་བྱས་ཨ་ནེ། ཨོག་གི་རིམ་པ་གཅིག་བྱས་རྩ་བའི་རིམ་པ་གཉིས་འདྲ་བ་གཅིག་གང་ལ་གྲུབ་དེ་གོ་རེད། ད་རིམ་པ་དང་པོ་དེ་ལ་ཡ་ནང་ཚན་གྱི། མདུན་ངོས་རྩོམ་སྒྲིག་ལྟེ་གནས་དང་ཉེར་མཁོ་གཟིགས་ལྟེ་གཅིག་གི་གཉིས་བྱས། དེའི་ནང་ལོགས་ཀྱི་དང་པོ་དེ་དེ་རེད། ཅིག་ཉར་ཚགས་བྱས་རེད་ད་དེའི་ཡིག་ཆ་ག་འདྲའི་ཅིག་གཟུབ་བྱེད་བྱས་པ་ན་དེ་ཉར་ཚགས་བྱེད་དུས་ཨ་ནི་ནང་གཞུག་ལེགས་གྲུབ་བྱུང་སོང་ཟེར། ཨ་ནི་ཉར་ཚགས་དེ་གསེབ་བྱེད་དུས་ཀྱི་དུས་ཚོད་དེ་ག་འདྲ་ཡིན་མིན་དེ་དེ་ཐུགས་སུ་གཏན་དགོས་རེད་དེ་ནི་འགྲིག་ཟེར་ནེམ་བཞག་པ་ན་ཁོ་ག་ཐུགས་སུ་ཉར་ཚགས་བྱེད་འགྲོ་གི་རེད། དེའི་ཐ་སྙད་རེ་རེ་གཟུབ་བྱེད་བྱས་པས་ན་ཁོ། ཉར་ཚགས་བྱེད་པ་ཞིག་རེད། དེ་ནས་ཐ་སྙད་རེ་རེ་མིན་པ་ཡིན་ན། ཆ་ཚང་ཉར་ཚགས་བྱེད་པ་ནི་ཡོངས་རྫོགས་ཉར་ཚགས་བྱེད་འདི་རེད། ད་ཅིག་ཡོངས་རྫོགས་ཉར་ཚགས་བྱེད་དེ་ཉར་ཚགས་བྱེད་སྟངས་འདི། ད་ཅིག་ཐ་སྙད་མང་པོ་ཅིག་དཔེར་ན་གྲངས་ཚོད་རྙིང་པ་དང་ཡང་ན་གཞན་པ་དེ་ནས་ཚུལ་ནང་འདྲེན་བྱེད་ཡ་དང། ཨ་ནི་ཡང་ཅིག་ཐ་སྙད་མང་པོ་ཅིག་སོབ་བཅོས་མ་བརྒྱབ་རྗེས་སྡེབ་གཅིག་ལ་སེབ་བྱེད་ཡིན་ན། ཡོངས་རྫོགས་ཉར་ཚགས་བྱེད་འདི་རེད། ཐ་སྙད་རེ་རེ་ཚགས་སོང་ན་རེ་རེ་ཉར་ཚགས་བྱེད་ན་ཡག་པོ་ཡག་འདི་རེད། ཨ་ནི་ཉི་བ་དེ་མ་ཚིག་གསར་སྣོན་ཟེར་དེ་རེད་མ་ཚིག་གསར་སྣོན་ཟེར་དེ་དེ་ཐ་སྙད་གསར་བ་ཅིག་ཡག་ལུགས་ཡ་ན་ངེས་པར་དུ་དེ་ནེམ་དགོས་རེད་དཔེར་ན་འདི་འདྲ་བ་ཞིག་ནེམ་པ་ཡིན་ན་འདི་ཁོ་གི་མ་ཚིག་གི་ཐ་སྙད་སྟོང་པ་ཞིག་བྱ་གི་རོགས་གོ་དཔེར་ན། དོན་དམ་བདེན་པ་ཟེར་རོ་ཅིག་བྱས་ཨ་ནི་འགྲེལ་བཤད་ཀྱི་ནང་ལ་ཡ་ཨ་ནི་དོན་དམ་བདེན་པ་ཟེར་དེ་ག་འགྲེལ་ཅིག་ཡིན་མིན་ད་ཁོ་འགྲེལ་བཤད་ཅིག་ཨ།

དོན་དམ་བདེ་བར་ཟད་དེ་དེའི་གཟུགས་དེ་ཡིན་ནམ་ཟེར་ན་ཡིན་ན་ཡིན་མིན་ན་མིན་ཞེས་མིན་ཟེར་ན་གཟུགས་སྐུ་མ་རེད། ཡིན་ཟེར་ཟེར་བས་ན་ཁོ་གི་དེའི་གཟུགས་ཚ་རེད་ཨ་ནི་ཡང་ཅོ་སེར་བྱས་བས་ན་ཉར་ཚགས་བྱས་དང་ཨ་ནི་ཅིག་མང་པོ་དེ་འདྲས་བསུབ་བས་ན་ཡོངས་རྫོགས་ཉར་ཚགས་བྱས་ཏེ་འདུག་ཟེར་སྙམ་དགོས་རེད། ཨ་ནི་ཐ་སྙད་གསར་བ་འདོན་ཡང་དེ་དེ་རེད་བས་ན་དེ་བས་ན། བདེན་གཉིས་ཟེར་འདྲ་བ་ཞིག་བྱས་ཨ་ནི་འགྲེལ་བཤད་ཀྱི་ནང་ལོགས་ལས། བདེན་པ་གཉིས་ཀྱི་བདེན་གཉིས་འདྲ་བ་ཞིག་ད་དེ་འདྲ་འདྲ་བ་ཞིག་ལགས་པ་བྱས་ན་ཨ་ནི་གོ་ཉར་ཚགས་བྱས་པ་ན་གོ་དེ་ནས་ཉར་ཚགས་བྱས་རེད། ཨ་ནི་འདི་གི་ཐོག་མ་ཟེར་དུས་ཐ་སྙད་ཀྱི་སྒང་དག་འོག་ལ་གྲུབ་དོགས་གོ། ཨ་ནི་དེའི་ཐོག་མ་ཡིན་མ་ཨ་ནི་ང་མ་མཐའ་མ་དང་ཐ་སྙད་མང་པོ་བྱས་ན་གོ་དེ་འདྲ་བ་བྱས་ཨ་ནི

བདག་གིས་དེ་ཆོས་ལུགས་དང་ལྟ་གྲུབ་ཟེར་ཏེ་དེ་ཁོ་རང་ཅིག་ཆུ་མཛོད་སྔོན་མའི་གི་དཔེ་གི་ནང་སླེབས་དུས་དེ་འདྲའི་ཆགས་ཡ་དང་ཨ་ནི་དེ་ཨ་འགུས་དེ་ཚོ་དང་རིམ་པ་དང་དེ་ཆེ་ཏག་ཏག་ཏག་ཏག་བསྡད་ཡ་དང་དེ་འདྲའི་ཡོང་གི་ཡོད་རེད། ཨ་ནི་དེ་དེ་ཅིག་བྱས། ཨ་ནི་དེ་འདྲ་རྩོམ་འབྲི་གི་ནང་ལོག་འགྲོ་བྱས་ཨ་ནི་བར་སྟོང་ཟེར་དུས་དེ་ཚུལ་གི་བ་རུ་ལ་དཔེར་ན་དེ་ལ་ཅིག་སྟོང་པ་དེ་འདྲའི་འདྲ་བ་ཡོད་པས་ན་ཨ་ནི་ཁོ་གིས་དེ་སྟོང་པ་དེ་ཚོ་ཆ་མཉམ་པ་བཟོ་ཡ་དང་དེ་འདྲའི་སྒང་ལ་ཡ་ད་བར་སྟོང་ཟེར།

དཔེ་ཆ་དེ་འདྲའི་གི་ལུང་འདྲེན་བྱས་པ་ཡིན་ན་ཁོ་རང་ཚོས་འབྲི་སྟངས་ག་རེ་ཡིན་ནོ་བཞག་ན་འགྲིག་གི་རེད། ང་ཚོ་རྩོམ་འབྲིའི་ནང་ནས་དེ་ཚོའི་གི་འགྲེལ་བཤད་བརྒྱབ་དུས་ད་ནི་ཡང། འགྲོ་སྟངས་དེ་གཅིག་གྱུར་བཟོས་པ་ཡིན་ན་ཡི་གེ་དག་ཆ་འགྲོ་སྟངས་དེ་དག་རང་ལ་ནང་པ་ཚོས་ཚིག་བཅད་འགྲོ་སྟངས་དེ་ཡོད་པ་ཞིག་གནང་རོགས་གནང། ཨ་ནེ་གཉིས་པ་དེ་རོགས་རམ་ཡིག་ཆ་ད་དེ། སྨོན་ལམ་ཚིག་མཛོད་ཆེན་པོ་གི་རྩོམ་སྒྲིག་པའི་གཏམ། ཨ་ནེ་སྨོན་ལམ་ཚིག་མཛོད་ཆེན་པོ་དེའི་ངོ་སྤྲོད། ཨ་ནེ་མདོ་སྣ་ང་ཚོའི་ཚིག་མཛོད་ཀྱི་རྩ་འཛིན་གྱི་ཡིག་ཆ།

མཚོན་ཁྲ་རྒྱལ་བོ་རྒྱལ་ཨ་ནི་ཡིག་གཟུགས་ཀྱི་མཚོན་ཁྲ་དེ་ཡང་ད་ག་ནང་བཞིན་གྱི་འགྲོ་སྟངས་ཡོད་པ་དེའི་ཡིག་མཚོན་ཁྲ་རེད་ད་ག་ནང་བཞིན་དེའི་སྒྲོམ་ཡིན་ན་མཚོན་ཁྲ་གང་འདྲའི་སྒྲོག་ཅིག་སྒོམ་ཡིན་ན་རྣམ་པ་སུ་རྒྱལ་ཡོད་པ་བྱེད་ཨ་ནི་གཉིས་པ་དེ་དེ་རེད། བརྙན་ཕྱིའི་ལྷར་སོ་བྱས་ཏེ་དེ་གལ་ཆེན་པོ་ཆགས་ཡོད་རེད། ང་ཚོས་ད་ལྟ་དེ་བརྙན་ཕྱི་དེ་དག་རིམ་པས་རིམ་པས་བསྐྱར་བཅོས་བྱས་ཡར་རྒྱས་བཏང་ཡར་རྒྱས་རིམ་པ་བཏང་ཡོང་དུས་རྩ་གནད་ལྟར་ང་ཚོས་རེ་རེ་རེ་རེ་བཏང་ཡོང་དུས་རྣམ་པ་སུ་དེ་ལས་གང་ལེགས་འདུག་ཟེར་སྙམ་དགོས་རེད་ཡིན་ནའང་དེ་ལ་ཆ་རྐྱེན་ག་རེ་དགོས་པ་ཟེར་ན་རྒྱ་རང་ཚོའི་གློག་ཀླད་ཀྱི་ནང་ལས་ངེས་བར་དུ་དྲ་རྒྱ་དགོས་ཀྱི་རེད། དྲ་རྒྱ་ཡོད་ན་སྡུག་ཟིག་བསྣན་པ་ཡིན་ན་ལམ་སང་གོས་ཀྱི་ཞིབ་འཇུག་བྱས་བྱས་དེ་གཉེན་གྱི་དེའི་གཟུགས་ཀྱི་རྒྱབ་སྐྱོར་རེད་འདོད་མི་འདོད་སྡུག་ཟིག་ལྟ་གི་རེད་དཔེར་ན་ཁོ་གི་ཁྱེད་ཀྱི་གཉེན་གྱི་དེ་མཐུན་ལམ་གསར་ཞིག་རེད་ཟེར་ཨ་ནེ་ཡེ་རྙིང་པ་ཡིན་ན་རྙིང་པ་རྙིང་པ་ཡིན་ན་ད་དེ་ནས་ཁྱེད་རང་དེའི་ནང་འཇུག་བྱེད་ཀྱི་ཡིན་པས་ཟེར་ཁོས་སྐད་ཆ་དྲིས་གི་རེད་ཨ་དེ་ཡིན་ཟེར་ལབ་པ་ཡིན་ན་ཨ་ནེ་ཁོ་གི་དྲ་ལམ་བརྒྱུད་བྱས་ཨ་ནེ་གཉེན་གྱི་རྙིང་པ་དེ་ཕ་བསུབ་གསར་བ་དེ་འདུག་ཟེར་ལུག་གི་རེད་དེ་བྱེད་དུས་ད་དེའི་ཧ་ཅང་མཁས་ཆེན་པོ་ཆགས་དེ་བར་རྣམ་པ་ཚོས་སྒྲུགས་ཤིག་ཅིག་གནང་རོགས་བྱས། ཨ་ནེ། ལི་མི་ཡིག་ཚགས་ཟེར་ཡ་དེ་དེ་རེད། རྣམ་པ་ཚོས་ད་གེ། དེབ་ཁྱེར་བྱས་བཞག་པའི་གསང་བའི་ཨང་གྲངས་དང། མིང། དེ་བྱས་རེད། ཨ་ནེ། དེ་རྗེས་ད་རྣམ་པ་ཚོས་སྒྲུགས་ཟེར། ཟུབ་ཅིག་བྱས་ཏེ་ད་གེ། ངོ་སྤྲོད་མདོར་བསྡུས་ཞུས་བ་ཞིག་སོང་གི་ད་ག་རང་རེད། ད་དེའི་རིམ་པ་གཉིས་པོ་དེ་སྡུག་ཟེར། འགྲོ་སྟངས་དེ། ངོ་སྤྲོད་མདོར་བསྡུས་ཞུས་པ་ཡིན་ན་དེ་འདྲའི་ཆགས་དེ་གི་འདུག།